དེ་ནི་འོས་འགན་ལྷོད་བཙུགས་ཀྱིས་མ་དངུལ་འགྲོ་སོང་གཏོང་རྒྱུ་དེ་རྒྱ་གར་གྱི་གཏན་འཁེལ་ལྟར་དུ་རིམ་པ་སོ་སོ་གི་སྲིད་གཞུང་གིས་དོ་དམ་ཡག་པོ་བྱེད་ཤེས། ལྷག་པར་དུ་མི་མང་སྲིད་གཞུང་གི་རིམ་པ་ཁག་གི་ཁྱིམ་ཚང་གི་དཔལ་འབྱོར་ལ་དཀའ་ངལ་ཡོད་པའི་སློབ་མ། ད་ལྷོ་ལོ་རིམ་པ་ལོ་དྲུག་ཡན་ཆད་དུ་སྤྱན་སྔ་མན་ཆད་ལས་སྐལ་ལྔ་ཡོད་པ་ཡིན་ན། དེ་ལ་ལྷོ་སྡེ་ཉོ་ཟེར་ན། དེ་ཚོ་རིམ་པ་མི་དགེ་ལས་ཤིག་ལ་ཉོ་རུག་ཚོ་དགེས་ལྷོ་བྲག་གི་རྩེ་ན་སྲིད་གཡུང་གི་རྒྱལ་ཚོང་ལྷོ་སྡེ་དེ་ཕ་རྗེས་སྤུག་གི་རོང་གི་ཉོ་དགེ་ལས་ཡིན་ས་རེད། བུན་རྒན་ལྷོ་བྲག་ལོ་དགུ་གི་རིང་ལ་ལྷོ་བྲག་འཛུགས་རྒྱུ་དོ་དགེ་རྒན་གི་འགྲོ་སོང་དུ་ཚོང་མ་དེ་རྒྱ་གར་གི་གཏོང་ན་ཡང་ལྷོ་སྡེ་དེ་རོང་གི་ཉོ་དགེ་ལས་ཡིན་ས་རེད་དེ་འདྲ་གྱི་འདུག་འཕྲང་གི་ནང་ལ་དེས་མ་ཟད་པ། སྐྱ་ཐལ་སློབ་མ་ལས་འཚོ་ཡི་དཀའ་ངལ་ཡོད་ན། དེ་གས་འཚོ་བ་གི་ཁ་སྣེ་དེ་ཡང་སྲིད་གཞུང་གིས་འགྲོ་སོང་གཏོང་དགོས་ཟེར་ག་ཨེ་ལྷོ་དྲ་ནང་ལ་དལ་ལས་ཟ་མ་ཟ་གི་འདུག་དེ་ཚོ་ཡང་ཟ་ཡ་འཐུང་ཡ་དེ་སོ་སོ་གི་འགན་ཁུར་དགོས་ཀྱི་ཡོད་ས་རེད་དེ་ཕ་མ་གི་འོས་འགན་ཡིན་ས་རེད།

མ་དངུལ་མང་ཙམ་མགྱོགས་འོག་ཏུ་བལྟ་དགོས། ད་ལྟ། འོས་འགན་ལྷོད་དྲགས་ཀྱི་འགྲོ་སོང་སྟེ། མདོར་ན་ཁྱད་འབུས་མེད་པ་ཅན་གྱི། དཀའ་ངལ་ཐུག་བྱུང་ན་དེའི་སྟེང་ལ་ཡག་གཏོང་རྒྱུ་ཡོད་པ་མ་དངུལ་དེ་འདྲ། མགྱོགས་ཅི་ཐུབ་གོང་འཕེལ་བྱེད་དགོས། དོན་ཚན་བཞི་བཅུ་བཞི་བརྒྱད་པ། དེ་ནས་ས་གནས་ཀྱི་དགོས་མཁོ་དང་བསྟུན་ནས། ཆེད་བཤད་མ་དངུལ་བཙུགས་ཏེ་གྲོང་གསེབ་ས་ཁུལ་དང་མི་རིགས་ས་ཁུལ་འོས་འགན་སློབ་གསོ་ལས་ཨ་ནེ་ཡང་ཆེད་བཤད་ཀྱི་མ་དངུལ་དམིགས་བསལ་དུ་དཀའ་ངལ་འཕྲད་ཡོད་ན་དེ་ལས་གཏོང་རྒྱུ་ཡིན་མིན་གྱི་དངུལ་དེ་འོ་གྲ་སྒྲིག་བྱེད་དགོས་ལ། དེ་ནས་དན་ཚིག་ཤེས་བྱའི་ཤེས་བྱའི་པ་ནི། སྤྱི་ཚོགས་ཀྱི་རྩ་འཛུགས་དང་མི་སྒེར་གྱི་འོས་འགན་སློབ་གསོ་ལ་ཞབས་འདེགས་འབུལ་རྒྱུ།

ལྟ་སྐུལ་བྱེད་མཁན་སྡང་རྩིས་བྱེད་མཁན་ཕྱིར་སྒྲོག་བཟོ་མཁན་གྱི་དེ་འདྲ་མིག་གིས་ལས་ཁུངས་བསྐྱེལ་ནས་འདུག། འགྲོ་སོང་གི་མ་དངུལ་དེ་ལྟོ་ལྟོ་ལྡན་ལྡན་བྱས། ཨ་ནི་ཀོ་བཟའ་རུལ་སུངས་ཤིག་མ་བཀོད་པ། ལས་ཀ་གཞན་དག་གི་ལས་མ་བྱས་པ། ཨ་ནི་སྤུ་གུ་ཁོ་རང་རྒྱ་གར་གྱི་སྤྲད་ཡང་གཟིགས་ཀྱི་དངུལ་དེ་ཕྲུ་གུ་ཁོ་རང་ཚོ་གི་སྟེང་ལས

དེ་ཚེ་སྔ་དྲོའི་ཀྱི་མ་དང་མི་འདུག་གཞན་དག་དེ་ཚོ་གི་ལས་བྱེད་པ་དུ་སི་གུང་དང་དགེ་རྒན་གི་གི་ལས་གི་སྲུང་གི་རྒྱུ་གི་འཕྲིན་ཀྱོང་ཀྱོང་རེ་བཞག་དེ་བ་ཁྱེད་རང་ཚོ་གི་ཤེས་པ་གཅིག་ཚང་ན་ཡག་པོ་ཡོད་ས་རེད་ཟེར་ཡས་དེ་བཞིན་བཀྲ་ཤིས་བདེ་ལེགས།